ད་ང་ཚོ་འདིའི་ནང་ལ་ཡ་གྲུ་བཞི་འཛིན་ས་དེ་རེད། དེ་ད་དེ་ང་ཚོའི་གྲུ། དེ་ད་དེ་ང་ཚོའི་གི་ཤེས་ཡོད་ན་མེད་ན་ཅིག་རེད། འདི་གང་ལ་ཡང་བྱང་པ་ཡོད་དེ་ངས་བྱང་པ་ཡོད་དེ་ངས་སློབ་སྦྱོང་དེ་ཚོ་གནང་བྱང་པ་ཡོད་དེ་ངས་གནང། ད་ཁོ་རང་བེད་དེ་གཙོ་བོ་འགན་ཁེ་ངེས་ཚིག་རེད། ད་དེ་དེ་གྲུ་བཞི་རྩི་ས་དེ་ཡིན། ད་དེ་གྲུ་བཞི་རྩི་ཡ་དེ་འགན་ཆ་ཚང་བཞེས་དེ་རེད་ད་གྲུ་བཞི་ཐབས་ཟད་ཡག་པོ་ཆགས་མ་ཆགས་གཙོ་བོ་གཅིག་གྲུ་བཞི་དེ་རེད་དོ། གྲུ་བཞི་ཡག་པོ་ཅིག་རྩིས་མ་རྩིས་ཡ་དང་དེ་གི་བཀའམ་བློན་དེ་གས་དེ་སྙོབ་པོ་མ་བྱུང་ན།

འདི་ལོའི་སྤྱི་ཟླ་བདུན་པའི་ཕྱི་ཚེས་དྲུག་ནས་ལོ་གཅིག་ཧྲིལ་པོའི་རིང་ལ་ཡང་བྱམས་བརྩེའི་ལོའི་ཞེས་པ་ཞིག་སྲུང་བརྩི་ཞུ་རྒྱུ་ཡིན་འདུག། བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སུ་ལོ་བཞིན་པ་ཡིན་ན། ད་ནི་ཤེས་རིག་གི་ཁྱབ་ཁོངས་ཀྱི་བསླབ་གྲྭ་སོ་སོ་ཞུགས་ཀྱི་ལོ། ཁོ་མོ་གཅིག་ནང་ལོགས་ལ་རྒྱུན་ལྡན་དང་རྒྱུན་ལྡན་མ་ཡིན་པའི་གི་ལས་རིམ་དེ་གའི་ཆགས་སྡང་ཕྱི་མ་འཕང་འགྲིག་ཆེད། ད་ནི་ཤེས་རིག་ལ་ཡར་ཕུད་ཤེས་རིག་ནས་གོ་སྟོན་གོ་སྒྲིག་ཚོགས་ཆུང་ལ་ཕུལ་ཞེས་དེའི་ལས་རིམ་ནང་ལོ་མང་འཆུག་གི་ཡོད་རེད། ངས་ད་དོན་ནན་ཏན་བྱས་ནས་ཞུ་གི་ཡོད་ད་ང་ཚོ་དུས་ཆེན་དེ་འདྲའི་ཅིག་སྲུང་བརྩི་ཞུ་བའི་སྐབས་དེ་བ་ཨ་ནི་བོད་པ་སྤྱི་ཁོག་ནང་ཁུལ་ལ་ཡང་ཚོགས་སྡེ་པ་སུ་རོགས་ཞིག་དེ་འདྲ་ཞིག་མ་ཡིན་པ་བྱས་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་དགོངས་པ་དང་ཨ་ནི་མཛད་པ་འཕྲིན་ལས་འདི་གའི་དེ་རྒྱ་ཁྱབ་ཤུགས་ཆེར་འགྲོ་སྒུག་གི་ཡོད་ན་ཨ་ནི་བོད་པའི་སྤྱི་ཚོགས་ཕྱི་ལ་མ་ཐོན་ཆེད་སློབ་གྲྭ་དང་མཐོ་སློབ་ཁག་ཚོའི་ནང་ལོགས་ལ་འགྲེམས་སྟོན་དང་གློག་བརྙན་གཟིགས་འབུལ་དང། ཨ་ནུ་ཆོས་བགྲོ་གླེང་དང་དེ་འབྲེལ་གྱི་ལས་རིམ་ག་ཚོད་སྤེལ་ཐུབ་པ་ཡིན། ཨ་ནུ་སྤྱི་ལོ་ཧོར་སེང་བོ་ཆུང་མཆོག་གོ་སྟོན་སྲུང་བརྩི་ཞུས་པ་ཙམ་དུ་ཞུས་པ་ཙམ་དུ་མ་ཡིན་པའི་གིས་ང་རང་ཚོ་རང་ངོས་ནས་བོད་པ་ཚོའི་ག་རེ་བྱེད་དགོས་ཀྱི་ཡོད་མེད་དང་རྒྱལ་སྤྱིའི་ནང་ལོགས་ལ་ཡང་བོད་པའི་གི་སྤྱོད་བཟང་འདིའི་བརྒྱུད་ནས་ཞི་བདེ་བསྐྲུན་ཐུབ་ཡག་གི་ནུས་པ་ག་འདྲ་ཅིག་གོང་འཕེལ་བཏང་ཡོད་མེད་རྒྱ་ཆེ་ས་ནས་བསམ་བློ་བཏང་ནས་བྱེད་ཐུབ་པ་འགྲོ་བཞིན་པ་ཡིན་ན། ང་ཚོ་ལོ་འཁོར་མོ་སྤྱིའི་ནང་ལ། གོ་དོན་གྱི་ལོ་སྲུང་བརྩི་ཞུ་ཡས་ཀྱི་དགོས་པ་དང་དམིགས་ཡུལ། དོན་ཆ་ཚང་ཞིག་འགྲུབ་ཀྱི་རེད་ལ། ཡང་ན་ཕྱིན་ཆད་ནས་སྤྱི་ནོར་ཁོང་སྐྱབས་མགོན་ཆེན་མོ་མཆོག་གི་དགོངས་པ་འགྲུབ་ཡས་ལ་ཡང་ང་ཚོ་གི་དབུ་འོག་དཔུང་འདེགས་ཞུ་ཡས་དེ་གའི་མཚན་ལྡན་ཅིག་ཞུ་ཐུ་ཡག་གི་གནས་སྟངས་བྱ་གི་རེད།
དེ་རིང་དངོས་གྲུབ་ཀྱི་ཆར་པ་འབབ་འཁོར་གྱི་སྤྲིན་ཚོགས། སྙན་གྲགས་ཀྱི་འབྲུག་སྒྲ་ལྡིར་བའི་རྟགས་དང་རྟེན་འབྲེལ་བཟང་བའི་ཉིན་མོ་དེ་ལ་ཡང་བོད་ཀྱི་དུས་བབ་གསར་ཁང་གི་གསར་འགོད་པ་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་རྟེན་གཞི་བྱས་པའི་རྡ་ཤོད་བོད་ཁྱིམ་དུ་སླེབས་ཏེ་ཡོད། ད་ལྟའི་ཆར་ལས་བདེ་ལ་ཡ། གངས་ལྗོངས་གདོད་མའི་ཆོལ་ཁའི་གོ་སྒྲིག་འོག་ལ་ཡ་དྭང་བླངས་བ་རྣམས་ཀྱི་སྐུའི་གོ་སྟོན་དང་འབྲེལ་བའི་ལས་དོན་མང་དག་ཞིག་གཉེར་དང་གཉེར་མུས་ཡིན་པ་རེད། གཤམ་ལ་ཡ་ད་ལན་གྱི་ལེ་ཚན་འདིའི་ནང་ལ་ཡ། སྐུའི་གོ་སྟོན་དང་འབྲེལ་བའི་ལས་དོན་སོགས་ཀྱི་ཐད་ལ་ཡ་ང་ཚོས། རྒྱུས་ལོན་ཐུན་བསྡུ་ཞིག་ཡིན། ཟླ་བ་འདིའི་ཕྱི་ཚེས་སུམ་ཅུ་ཉིན་ནས་གངས་ལྗོངས་མདོ་སྨད་ཆོལ་ཁའི་སྐུ་ཡི་གོ་དོན་རེ་དྭགས་ནང་བཞིན་བརྟན་བཞུགས་བསྟར་འབུལ་ཞུ་ཡས་ཀྱི་དེ་འབྲེལ་ལས་རིམ་ཞིག་སྒྲིག་བཞག་དྭགས་ནང་བཞིན་དེའི་རྗེས་ལ་ཡང་ཡང་ཉིན་མ་གཉིས་གསུམ་སུ་དེ་འབྲེལ་གྱི་མཛད་སྒོ་ཡོད་ས་རེད། དེ་དང་འབྲེལ་བཅས་ད་ལོ་མཛད་སྒོའི་སྐབས་ལ་ཡང་ནི་གོང་ས་རྒྱ་བ་རིན་པོ་ཆེ་མཆོག་ལ་ཡང་ན། དུས་རབས་ཉེར་གཅིག་གི་བླ་ན་མེད་པའི་སྟོན་པ་ཆེན་པོ་གི་གསེར་གྱི་གཟིངས་དག་དེ་འདྲས་ཞིག་ཕུལ་གྱི་འདུག་དེ་ཕུལ་དགོས་ཀྱི་གལ་གནད་རོ་དེ་ག་རེ་ཟེར་གྱི་ཡོད་ན།
ད་སྐྱབས་མགོན་རིན་པོ་ཆེ་གི། ཆོས་ལུགས་མཐུན་སྒྲིལ་ཐོག་ལ་ཡ་བཞི་བོ་ཅོག་ཕྱག་ལས་གནང་བར་བ། དགོངས་པ་བཞི་བོ་བཞེས་པར་བ། དགོངས་པ་བཞེས་དེའི་ཐོག་ལ་ཡ། སྐར་ཚོགས་རེ། སྐུ་ངལ་སྐྱོན། སྐྱོན་པ་དེ་ནང་བཞིན་གྱི། འཛམ་བུ་གླིང་འདི་ན་ཡོད་པའི་ཆོས་ལུགས་དེ་གས་དེ་འཆམ་མཐུན་བཞི་བོ་ཆགས་པར་བ། ཤེས་མ་གཏོགས་གཅིག་གི་ཆོས་ལུགས་གཅིག་གི་གཅིག་ལ་ཡ། ད་གཅིག་འོག་ལ་ཡ་ཕག་ཚོགས་གཅིག་སྐར་ཚོགས་རེ། བསྟུན་མ་ཐུབ་ཡ་གནས་སྟངས་རེ་བ་ཡོད་བསྡད་པ་དེ། ད་སྐྱབས་མགོན་རིན་པོ་ཆེ་ག་དུས་ནས་ཆོས་ལུགས་དེ་གས་དེ་མཐུན་སྒྲིལ་གོ་ཡ་ཆོས་ལུགས་མཐུན་སྒྲིལ་དེ། འཛམ་བུ་གླིང་གི་ཨིན་པེར་ཏི་ཞི་བདེ་ལ་ཡ་གྱེས་པ་ཡོད་ཡ། དེ་འདྲའི་དགོངས་པ་བཞེས་བྱ་དེའི་ཆོས་ལུགས་འཆམ་མཐུན་ཐོག་ལ་ཡ་ཨིན་པེར་མཛད་པ་ཞུ་མཛད་རོ། དེ་ཡིན་དུས་ཙང་ནས་དངོས་གནས་རང་གས་ལྕང་མོ་རིན་པོ་ཆེ་འདི། ལྟ་ཅིག་དུས་རབས་ཉི་ཤུ་པ་འདིའི་ནང་ལ་ཡ། ཆོས་ལུགས་རིས་སུ་མ་མཆིས་པའི་གི། དཔེ་སྟོན་པའི་བཟོ་འདྲ་པོ་ཅིག་ལ་ཡ། རང་བཞིན་གས། ཨི་ནི། ཅིག། ཡིན་འདས་པའི་བཟོ་འདྲ་པོ་ཅིག། ཏིག་ཏུ་བ། དེ་སོང་ཙང་དེ་འདྲའི་ཆ་ནས། ལྟ་སྟེ། ལྕང་མོ་རིན་པོ་ཆེ་ཕྱག་ལས་དེ་དངོས་གནས་དུས་རབས་འདིའི་ནང་ལ་ཡ། ཡོད་པའི་ཆོས་ལུགས་ཡོངས་རྫོགས་ཀྱི་མཐུན་སྒྲིལ་ཐོག་ལས་འཆར་ལས་གནང་བར་བཏོན་པ་ནང་བཞིན་གཅིག་རེད་དེ་འདི་རེད་ཡིན་བསྡད་པ་དེ་ད་ང་ཚོས་ངོས་འཛིན་གྱི་དགོས་དགོས་འདུག་དེ་ངོས་འཛིན་གྱི་དགོས་དུས་ཙམ་ནས། ཨེན་ཀྱང་མོ་རིན་པོ་ཆེ་ལ་ད་སྔོན་ནས་དུས་རབས་ཉི་ཤུ་པ་འདིའི་གི་བླ་ན་མེད་པའི་སྟོན་པ་ཆེན་པོ་སྲས་ཀྱི་ད་མཚན་གཅིག་གསོལ་ཨེན་ང་ཚོས་གཅིག་དག་ན་ཞིང་མཚན་གསོལ་བ་ན་ཞིང་གི་དེ་མཚོན་དོན་གྱི་གཅིག་ཟེར་གི་ད་གཅིག་སྐར་ཚོགས་ང་ཚོས་འདི་རེད་དངུལ་གྱི་ཨེན་ལ་ཡ་ཨ་ལས་གཅིག་སྐར་ཚོགས་རེད་མེ་ཏོག་པད་མ་བཅས་ཨེན་དེ་ནས་ཨེན་འདི་གང་ལ་ཡ་ཚེ་བུམ་བཅས་ཨེན་འདི་གང་ལ་ཡ་གཅིག

དེའི་རྗེས་ལ་ཡ་ཡང་ཉི་མ་ཁ་ཤས་ཀྱིས་གངས་ལྗོངས་མདོ་སྨད་ཆོལ་ཁའི་གོ་སྒྲིག་འོག་ནས་འཛིན་རིམ་འདི་འདྲ་ཞིག་ཡོད་ཡོད་ས་རེད་དེ་ག་རེ་ག་རེ་རེད། ཕྱི་ཚེས་སུམ་ཅུའི་ཉིན་མོ་དེ་ལ་ཡ་ད་ང་ཚོས་རིམ་པ་གསུམ་ར་བ་འཇོག་རེད། དང་པོ་དེ་སྐྱབས་མགོན་རིན་པོ་ཆེ་ལ་ཡ་ནི་དུས་རབས་ཉི་ཤུ་པའི་བླ་ན་མེད་པའི་གི་སྟོན་པ་ཆེན་པོའི་གི་དུས་ཟན་གསོལ་བའི་བར་བ། དེ་ནས་གཉིས་པ་དེ་ལ་ཡ་སྐུ་ཚེ་ཞབས་པད་བརྟན་ཡ་ད་ད་ལྟ་བར་དུ་དགུང་ལོ་དགུ་ཅུ་ཕ་མ་བར་དུ་ད་ཅིག་སྐར་ཚོགས་རེ་ང་ཚོ་ལ་ཡ་ནི་རྗེས་སུ་འཛིན་པར་བ། ད་ནང་བཞིན་གི་ད་དུང་ཡིན་ནའི་ཅིག་ང་ཚོ་འདི་ལས་ཨ་ནི་སྐུ་ཚེ་ཞབས་པད་བརྟན་རོགས་བྱེད་ཟེར་ཚེ། ཨ་ནི་དེའི་གསོལ་འདེབས་ཞུ་ཡག་གི་བརྟན་བཞུགས་ཀྱི་རིམ་པ་གཅིག་ཡོད་རེད། ཨ་ནི་དེ་བྱས་དེ་ལས་ད་ང་ཚོ། ཨ་ནི་ད་དུས་རྒྱུན་ང་ཚོའི་སྐར་ཚོགས་རེད། དྲུང་ཁག་དང་དེ་འདྲའི་སྲུང་བརྩི་ཞུ་ཡག་གི་གོ་དོན་གྱི་རིམ་པ་འབྱོར་རོགས་དེ་གོ་དོན་གྱི་རིམ་པ་གཅིག་ཡོད་རེད། ད་དེའི་ནང་ལ་ཡང་ད་ངས་ད་གིན་ཞུས་པའི་ནང་ཞིག། ཁྱོད་ནས་སུ་ཕེབས་ཕེབས་ར་བ་ཆེ་སུ་ཕེབས་ནས་ཕེབས་ཆོག་གི་རེད། དེ་ཕེབས་ཆོག་གི་དེ་ཕེབས་ཆོག་མེད་ར་བ་དང་ཨ་ནི་དེ་གཅིག་རེད། རིམ་པ་གི་ར་བ་འབྱོར་བ་དེ་མེད་པ་སུ་ཕེབས་ནས་ཕེབས་ཆོག་གི་རེད་དེ་གཅིག་དེ་རེད།

གོ་དོན་དེ་གོ་སྒྲིག་ཞུ་མཁན་དེ་ད་མདོ་སྨད་ཀྱི་ཞུས་པ་རེད་ཨི་ནས་ད་ཡིག་ངན་ཞུས་པ་ན་ཞིག་ད་ང་ཚོ་ཅིག་ཆོལ་གསུམ་ཆོས་ལུགས་རིས་སུ་མ་མཆིས་པ་དང་ཨན་བོད་ཅིག་སྐར་ཚོགས་རེད་བོད་ཅིག་བོད་པ་ཙམ་མ་ཡིན་པའི་གི་ཨན་ཅིག་གི་ཡོད་ཚད་གི་ཐོམ་ཚད་གི་དོན་ལས་ཨན་ཀུན་དོན་ཡ་དེ་ཞུས་པའི་ཚོམ་དོན་དེ་བྱས་པར་བ་ད་ཉི་མ་གསུམ་པ་དེ་ལ་ཡ་ད་མདོ་སྨད་ཁབ་ཚང་རབ་ཞུ་ད་ང་ཚོའི་སྟེགས་ཅིག་སྐྱབས་མགོན་རིན་པོ་ཆེར་གོ་དོན་གོ་སྒྲིག་སྤེལ་ཏེ་ཚགས་ཚུད་པོ་ཡག་པོ་བྱུང་སོང་ཨན་དེའི་ནང་ལ་ཡ་ད་ང་ཚོ་ཅིག་སྐར་ཚོགས་རེད

གྲོས་ཨ་ར་བ་ཅིག་གིས་ཉི་མ་གསུམ་པ་དེ་བང་རིམ་དེ་འདྲ་ཞིག་བསྒྲིགས་ཤག་རེད། གྱ་སྟོན་གྱི་སྐབས་སུ་འགྲོ་ཡིན་ན་གང་བྱུང་མདོ་སྨད་ཆོལ་ཁ་གི་ད་ལྟ་ཕྱོགས་སྒྲིག་བྱེད་པའི་མཛད་རྣམ་རེད་ལྷག་པར་དུ་ཞེ་སྡང་དེ་ཡིས་སྐད་གྲགས་དཔེ་ཆེན་པོ་ཆགས་ཡོད་རེད་བ། དེའི་མཚན་པ་ད་ལོ་ཡང་མཛད་རྣམ་ཕྱོགས་སྒྲིག་དང་དེ་འདྲའི་རིགས་གནང་གི་ཡོད་ན་ག་འདྲ་ཡིན་ན་ད་ག་ནང་བཞིན་འདས་པའི་ལོ་བཅུ་གི་ཡང་མཛད་རྣམ་དེ་ཁ་སྣོན་གནང་དགོས་ཏེ་བསམ་པ་དེ་ག་འདྲའི་རོ་ཆགས་ཡིན། ཉི་མ་ང་ཚོའི་མཛད་སྟངས་བཅུ་གཉིས་སྦྱོར་བ། དེའི་སྒང་ལ་ཡ།

ཆགས་སྡང་གཅིག་ཉམས་རྟོགས་ཡོད་པ་གཅིག། ཡང་སྙེ་མ་དེའི་ཞག་ཨེ་དང་ལོ་ཙཱ་བ་གཉིས་ཤངས་བཙལ་སྦྱོར་བ་དེ་སྨན་པོ་བྱེད། སྙེ་མའི་དེའི་སྒང་ལ་ཡང་དང་དེ་གཉིས་དེ་སྨན་བྱེད་དེ་གའི་དེའི་ཆགས་སྡང་གཅིག། ཨེ་ཡང་པར་སྐྲུན་ཞུས་ཨེ་ཡང་དེ་འགྲེམས་སྤེལ་ཞུས། ཨོ་དེ་འདྲའི་བྱས། ད་ལྟ་སྐུ་ངོ་བོས་གོང་དུ་གསུངས་སོང་ད་ལོའི་གོ་དོན་འདི་ལྟ་བུ་ཆ་མཚོན་པ་ཡིན་ན་སྔོན་མ་ད་ལྟ་དེ་དམིགས་བསལ་དེ་ཡང། ཆོས་ཕྱོགས་ཀྱི་མི་སྣ་རྐྱང་རྐྱང་མ་གཏོགས་ནི་སྲིད་ཕྱོགས་ཀྱི་མི་སྣ་བཅས་མེད་པ་ད་སྲིད་དང་མ་འབྲེལ་བ་གི་གོ་དོན་གསུངས་ཚིག་གི་དེ་འདྲས་ཀྱི་ད་ཟབ་རྒྱས་ཅན་གསུངས་གི་འདུག་དེ་བསམ་པ་ཡང་སྔོན་མ་གི། གྱ་སྟོན་དང་མ་འདྲ་བར་ད་ལོ་ཡང་དམིགས་བསལ་འགྲོ་གར་གར་ཡོད་ནམ། དང་པོ་དེ།
ང་ཚོས་ཀྱི་ཏཱ་ཅི་ག་ས་སྲུང་བརྩི་ཞུ་ཡ་དེ་ཆབ་སྲིད་དང་མ་འདྲེས་པ་ཆེ། ཆོས་ཕྱོགས་རང་གི་དེ་བྱས། ཨེ་དེའི་སྒང་ལ་ཡ་ད། གཅིག་པ་ཡིན་པ་དེ་ད་ང་ཚོས་ཏཱ་ག་ས་རེད། སྐུ་ཚེ་ཚེ་ཐར་བཏང་ད་ཅིག་ད། ར་ལུག་ཚེ་ཐར་བཏང་ཡ་ཨེ་ནི་བྱ་ཚེ་ཐར་བཏང་ཡ། ཨེ་དེ་ནས་ད་ཅི་ག་ས་རེད། ད་དེ་དཔུང་དགེ་ཕྲུག་གི་ཨེ་ནི། ཚང་མ་ལོག་གི་ད་མ་ནེ་ཡིན་ནའི་འདྲ་ཏུ་ད་རྒྱ་བའི་ཞབས་བརྟན་ཡིན་ནའི་འདྲ་ཏུ།

བ་ཆ་ལས་པའི་ཐང་ག་ལ་ཡར། དོན་བྱས་རྒྱུགས་དེ་ངན་དེ། ད་ལས་བྱེད་རྣམ་པ་ཡིན་འདུག་ཙང་ནས་ཁོ་ཚོ་ང་ཚོ་ད་རེས་དཔེར་དེ་རྩ་ཆེན་པོ་བྱས་གལ་ཆེན་པོ་བྱས། ཡིན་པ་ནང་བཞིན་ང་ཚོས་ངོས་འཛིན་ཞུ་བྱས་ཁོ་ཚོ་ང་ཚོ་དམིགས་བསལ་སྐུ་མགྲོན་རང་བྱས་བྱས། གདན་འདྲེན་ཞུ་བྱས་ད་དེ་ང་ཚོའི་ད་ལན་གྱི་ཅིག་དེ་རེད་ཆི་རེད་ད་སོ་རེད་ངས་མང་དང་མེ་འདྲ་འདྲ་བྱེད་ཀྱི། ད་ཚ་ཚ་འུར་འུར་གྱི་ཐོག་ནས་གངས་ལྗོངས་མདོ་སྨད་ཆོས་དགེ་གི་དེ། གོ་དོན་ཟུང་འབྲེལ་དང་འབྲེལ་བའི་ལས་དོན་འདི་ཚོས་ད་མི་དམངས་མང་པོ་ཅིག་འཛམ་གླིང་ས་ཕྱོགས་གང་ས་ནས་ཕེབས་བྱས་ཏེ། ལས་དོན་མང་པོ་སྙེད་དྭང་བླངས་ཀྱི་ཐོག་ནས་ལས་ཀ་དེ་འདྲས་བྱས་ད། དུས་མཚམས་པ་འདི་མིན་པའི་ཡང་གཞན་དག་གར་གར་གནང་མཁན་དང་གོ་སྒྲིག་བྱེད་ཕྱོགས་དག་དེ་འདྲས་ཀྱི་སྐོར་ནས། གཙོ་བོ་གཙོ་བོ་དེ་ད་ཡོད་ཞུས་པ་དེ་ག་རེད་ད་མི་དམངས་ཚོ་ང་ཚོས་སྐུ་མགྲོན་ཆགས་འདོད་རེད་བ། མི་དམངས་ཚོ་སྐུ་མགྲོན་ཆགས་འདོད་རེད་གཙོ་བོ་སྐུ་མགྲོན་སྐྱབས་མགོན་རིན་པོ་ཆེ་སྐུ་མགྲོན་གཙོ་བོ་རེད། དུས་མཚམས་ནས་སྐྱབས་མགོན་རིན་པོ་ཆེ་ལ་ཡང་ད་ང་ཚོ་ཅིག་བྱེད་འདོད་ཞུ་ཡ་དེ་རེད་བ། དེའང་ད་མི་དམངས་དང་དེ་ག་དེ་འདྲས་ཡིན་དུས་ཡང་ནི།

དུས་གཏོར་བཅས་མཆོད་གནང་དུས་དེ་ནས་ནི་མ་གལ་སོ་སོས་སོ་སྦྱོར་གནང་གིན་འདི་གལ་དེ་ལས་མཆོད་ཡ་བྱེད་ཨོ་དེ་རེད་བྱེད་དེ་འདུག་ཟེར་རྒྱུ་རེད། ད་གོ་དོན་སྲོང་བཙན་དེ་ལས་ཡ་ལ་ཉི་མ་བཅུ་གྲངས་མི་འདུག་དེ་འདི་བསམ་པ་ཕྱོགས་ཡོངས་ནས་གོ་སྒྲིག་རོགས་དེ་ག་འདྲས་རོགས་ཆགས་དེ་ན་ད་དེ་ཞབས། ཕྱོགས་ཡོངས་ནས་ད་ག་ལ་གང་འཚམ་ད་ཡག་པོ་རེ་ཆགས་ཡོང་གི་འདུག་ད་གལ་ཆེ་ཤོས་དེ་ལས་ཀ་བྱེད་མཁན་དེ་གལ་ད་ཧ་རུ་བ་རུ་གོ་གི་འདུག་བ་དེ་ན་ང་ཚོ་གོ་དེ་གོ་སྒྲིག་ཚོགས་ཆུང་ནང་མི་བཅོ་ལྔ་བཅོ་རེ་ཚང་མ་ལོ་པད་དེ།

དེ་ནས་ཁོང་ལ་ངས་གོ་ཐོས་ཆེ་བས་ན་ད་ལྟ་དེ་དངུལ་མ་འགྲོ་ཡིན་ན་ང་ཚོ་དེ་ད་ལྟ་གཙུག་ལག་ཁང་གི་འོག་དེ་ལ་ཡང་ཁབ་ཟེར་བསྒྲིགས་སྡེར་ཁ་བསྒྲིགས་དེ་འདྲས་བྱེད་རོགས་གྱ་སྟོན་སྐབས་ལ་ད་ལྟའི་ཆ་ལ་སྟེང་འོག་གཉིས་ཅག་དང་ད་ཁ་ན་ཤི་ཡང་ཕི་ཡས་ད་ལྟ་སྒོར་གཞས་འཁྲབ་ས་ཞི་བ་ནམ་རྒྱུན་དེ་ཡན་ལ་གཅིག་ཕྱིན་ན་ཡང་སྡེར་ཁ་བསྒྲིགས་ཡག་གི་དེ་འདྲས་ཀྱི་ཆ་ཤས་དེ་འདྲས་ཡོད་རེད་གསུངས་གི་འདུག་དེ་ག་འདྲས་ཡིན། ད་དེ་ཐུགས་ས་རེད་ད་ད་ནང་ངས་ཞུས་པ་དག་རང་རེད་ད་རེས་ང་ཚོས། སྟབས་མི་མང་ཡོངས་རྫོགས་དེ་ལ་ཡ་སྐུ་མགྲོན་ངོ་དེ་འདྲས་ཞུས་པ་རེད། ཟེར་ངེས་མ་ཡིན་ན་ད་ང་ཚོ་གཅིག་ད་ང་ཚོ་གཅིག་པོ་མ་རེད་ད་བརྟན་བཞུགས་ཕུལ་མཁན་དང་མཛད་སྒོ་ཚོགས་མཁན་དང་ཚང་མ་ལོག་གེ་སོ་སོའི་ཁུངས་གཏོགས་དེ་གས་དེ་ད་དེ་བྱེད་མཁན་དེ་ཚོའང་དེ་གས་དེ་མ་གཏོགས་ཅིག་གཞན་བསྡད་ས་ད་བས་ཏེ་ཞབས་གཡོག་མ་རེད་བ་ཁོང་ཚོ་བསྡད་ས་ཟུར་འཛིན་དགོས་རེད་བ། ད་རེས་ང་ཚོས་ད་གས་ཞུས་པ་ན་བཞིན་མི་མང་ཡོངས་རྫོགས་དེ་ཨེ་ནི་སྐུ་མགྲོན་ལ་གདན་འདྲེན་ཞུ་གི་ཡོད་ཙང། ད་ཚང་མ་ལོག་ལ་ཡ་ད་དེར་ཁ་དཀྲིགས་དེ་བྱས་འདུག་ག་ནི་ཨེ་ནི་དད་སའི་དཀའ་ངལ་དེ་འཕྲད་ཡོད་འདུག་ག། དེ་འཕྲད་ཡོད་པ་སོང་ཙང་ད་གཙུག་ལག་ཁང་གི་ཆོས་རའི་ནང་དང་ཨེ་ནི་དོ་ག་གཙུག་ལག་ཁང་དང་དོ་ག་ལ་ཡང་མི་ཤོང་གི་མ་རེད་བ། མི་ཤོང་གི་མེད་དུས་ཙང་ནས་ཨེ་ནི་ད་ལྟ་དེ་མོ་དྲ་བཞག་སའི་གི། རྒྱ་གར་གཞུང་གི་མོ་དྲ་བཞག་ཙང་ཅིག་དང་ཡང་གེར་པའི་མོ་དྲ་བཞག་ཙང་ཅིག་གཉིས་འདུག་ག་དེ་གཉིས་ཆ་ཚང་ཅིག་ང་ཚོས་སླད། དེ་ལ་ཡང་གུར་པིག་ཨེ་ནི་དེ་གཙུག་ལག་ཁང་གི་ཆོས་རའི་ནང་ལ་ཡོད་པ་ནང་བཞིན་དེ་ལ་ཡང་མི་མང་ལ་ཡང་ཆུ་ས་སོའི་གསོལ་ལྕོག་དེ་བཅས་ཀྱིས་བསྒྲིགས་ཨེ་འདི་གང་ལ་ཡ་ཨེ་འབའ་སྡེར་ཁ་བསྒྲིགས་ཆ་ཚང་དེ་བྱས་ཡ་རེད་ཨེ་དེ་ལས་ཤོང་མ་ཡོང་བསམས་སོ་ད་ང་ཚོས་བསམ་བློའི་ནང་ལ་ཡ་བྱས་ཙང་ང་ད་ཡ་གེ་ཀིརྟི་དགོན་པའི་གི་ཡ་གེ་ལ་ཡ་ཡང་གཅིག་སྐར་ཚོགས་རེ་གུར་བརྒྱབ་ཨེ་དེ་ལ་ཡ་ཨེ་མི་མང་ཞུགས་ས་གི་ཨེ་ནི་གཅིག་ཤུགས་ལྡན་དང་ཨེ་ནི་གཅིག་གསོལ་ལྕོག་དང་བཅས་ཨེ་འདི་གང་ལ་ཡ་གཙུག་ལག་ཁང་གི་ཆོས་རའི་ནང་ལ་ཡ་སྡེར་ཁ་བཤམས་པ་ནང་བཞིན་གང་ཡོད་པ་དེ་ཀེ་ཆ་ཚང་ར་བ་གཅིག།